འབྱུང་འགྱུར་དུས་རབས་ཉི་ཤུ་རྩ་བརྒྱད་དུ་གཙང་གཉིས་ཀྱི་ནང་ལོགས་ལ། དེ་ནི་ཅི། དྲན་པའི་ཡོར་དུ་གྱུར་སོང་བ་ཙམ་མ་གཏོགས་པ་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཀྱི་ཤེས་ཡ་ཙམ་མ་གཏོགས་པ་གི་ང་ཚོ་འདིར་ཡིད་སེམས་ན་འཇིག་རྟེན་ཡང་མེད་པ་ཆགས་སོང་བ་ཡིན་ན། ཨ་ནི་ཅི་ཧ་ཅེ་ཡིད་ཕེང་བ་དང་ཨ་ནི་ཡིད་སྐྱོ་དགོས་ཡ་གི་གནས་སར་ཅི་ཆགས་འགྲོ་གི་ཡོད་བ་ཡིན་དུས་གཙང་ནི་ཨ་ནི་ད་ཡོང་གྱི་གི་ནང་ལོགས་ལ་ཅི། བོད་ཀྱི་སྐད་རིགས་དང་ལྷག་པར་དུ་བོད་ཀྱི་ཡུལ་ལམ་གོམས་གཤིས་ཡ་རབས་ཀྱི་སྐྱོ་བཟང་ལ་སོགས་པ་དེ་དག་ཐམས་ཅད་ལ། མི་ཉམས་གོམས་པ་ཉམས་པར་སོར་ཆུད་ཨ་ནི་ཅི། རྒྱུ་མཚན་ཅི་ཡ་དེ། ང་རང་སོགས་ཡོང་གྱི་ཚང་མ་གི་ཨ་ནི་ཅི། ལས་འགན་རོགས་ཅིག་ཡིན་པ་ཡིན་དེ་ཙང་ནི་ངའི་གན་རྙང་ཐག་པ་ནི་ཁྱེད་རྣམ་པ་གི་ཤོག་རྒྱག་རོགས་གྱིས་ཟེར་ནས་ཞུ་འདུག་བྱུང། དེ་འདྲ་ཡིན་དེ་ནི་འཛམ་བུ་གླིང་འདིའི་སྒང་ལ་ང་རང་ཚོ་གི་བོད་པ་ཁའི་ཡ་རབས་སྐྱོབ་བཟང་དང་བོད་བོད་ཀྱི་སྤྱི་དང་རིག་གཞུང་དེ་འཛམ་བུ་གླིང་གི་དོ་སྣང་བྱེད་བསྡད་དེ་ག་རེ་བྱས་ནས་ཆགས་ཀྱི་ཡོད་རེད་ཟེར་ཤེས་པ་ཡིན་ན། དེ་ནི་འཛམ་བུ་གླིང་འདིའི་སྒང་ལ་བོད་པ་རྣམ་པ་རྫིག་པོ་ཡོད་པ་གཅིག་དང་བོད་པ་ལ་དཔལ་འབྱོར་ཡག་པོ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་འཛམ་བུ་གླིང་མི་ཐམས་ཅད་ཀྱིས་དོ་སྣང་བྱེད་ཀྱི་ཡོད་མ་རེད།

དེ་འདྲ་ཡིན་དེ་ཀྱི་བོད་པ་ང་རང་ཚོ་གི་ཕྱི་དང་རིག་གཞུང་ཡོད་སར་གོང་གཞི་བོན་པོ་ལག་ཤི་ལ་སོགས་པ་དེ་དག་ཐམས་ཅད་འཛམ་བུ་ལ་རྒྱལ་ཁབ་མི་གཞན་དག་གི་བེད་སྤྱོད་བཏང་ནས་ནི་ཅིག་དཔེ་ཤ་ཟ་ཡག་གི་ད་ལྟ་ནི་ཐར་ལམ་དང་ཁོ་ཚོ་ཐབས་ཤེས་བྱས་བསྡད་ཀྱི་ཡོད་རེད་དེ་ཡིན་དེ་ང་རང་ཚོ་གི་དངོས་གནས་ཅིག་རིག་གཞུང་དང་ང་རང་ཚོ་གི་ནི་ཅིག་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་ཆ་རྐྱེན་དང་ང་རང་ཚོ་གི་བེད་སྤྱོད་བཏང་མ་ཐག་པ་གཞན་པའི་བེད་སྤྱོད་བཏང་ནས་ནི་ཅིག་དཔེ་ཤ་ཟ་ཡག་གི་ཆ་རྐྱེན་དེ་ཆགས་སོང་བ་ཡིན་ན་ནི་ང་རང་ཚོ་གི་སེམས་པ་ཕངས་དགོས་ཡག་ཡིན་པ་ཡིན་དེ་རྩ་ནི་ནི་ཅིག་ང་རང་ཚོ་གི་བོད་པའི་གི་ལག་ཤི་དང་བོད་པའི་གི་ནི་ཅིག་གསོ་སྦྱོང་གི་རིག་གནས་མ་ཉམས་རྒྱུན་འཛིན་བྱེད་ཡ་དང་དེའི་ཐོག་ལ་སྲོལ་རྒྱུན་གྱི་རིག་གནས་གཅིག་པོ་ཙམ་མ་ཡིན་པར་འདབ་ཆགས་ཤུག་པ་ཟུང་ལྡན་གྱི་དཔེ་ལྟར་དུ། བོད་པའི་སྲོལ་རྒྱུན་གྱི་རིག་གནས་དང་ཡ་རབས་གོམས་གཤིས་དེ་དང་དེའི་ཐོག་ཏུ་འཛམ་བུ་གླིང་འདིའི་སྒང་ལ་དེང་དུས་ཀྱི་ཤེས་ཡོན་གཉིས་ཟུང་དུ་འབྲེལ་བའི་ཐོག་ནས་ང་རང་ཚོ་འདབ་ཆགས་ཤུག་པ་ཟུང་ལྡན་གྱི་ཚོར་དུ་བྱས་ནས་འཛམ་བུ་གླིང་གི།

གཞུང་ཆེན་རྣམས་ཀྱི་འགན་འཁྲི་ལེན་པའི་ཐོག་ནས་མ་འོངས་པ་གལ་གནད་ཀྱི་འབྱུང་འགྱུར་བར་རབ་ཚ་རྒྱུན་ལ་རེ་རེ་བཞིན་དུ་མར་ལག་པ་ལ་དཀྲིས་ཐུབ་ཡ་གཅིག་བཟོ་ཡ་དེ་ཞེ་དྲག་གལ་ཆེན་པོ་ཡིན་དུས། རྣམ་པ་ཚོ་གིས་ཅིག་དེའི་ཐོག་ལ་ཤུགས་ཡག་པོ་ཅིག་རྒྱག་རོགས་གྱིས་ཟེར་ནས་ཞུ་འདོད་བྱུང་དེ་འདྲ་ཡིན་དུས་ཀྱང་ང་རང་ཚོ་གིས་ཀྱང་དོན་ཚན་རྣམ་པ་བསམ་ཏེ་ཧ་གོ་དགོས་ཡ་ཞེ་དྲག་གལ་ཆེན་པོ་རེད། སོ་སོ་ག་བ་ནས་ཡིན་པ་དང་ད་ལྟ་ག་གནས་སྟངས་ག་རེ་ཡིན་པ་འགན་འཁྲི་ག་རེ་ཡོད་པ་མ་འོངས་པ་ལ་སོ་སོ་ག་བ་འགྲོ་དགོས་ཡོད་མེད་དེ་ཅིག་ཆ་ཆེན་རྣམ་པ་བསམ་ཏེ་ཡག་པོ་ཅིག་ཤེས་པ་ཡིན་ན་དེ་ནི་ཁྱེད་ང་རང་ཚོ་ལ་དཔེ་མི་སྲིད་ཕན་ཐོགས་ཆེན་པོ་ཡོད་རེད་དེ་འདྲ་ཡིན་དུས་ང་རང་ཚོ་དང་པོ་ཆེ་བོད་མི་རག་ཟེར་ཡ་དེ་ག་འདྲ་ཆེ་གི་ངོ་བོ་ཡིན་པ་ཅིག་དང་བོད་ཀྱི་སྐད་རག་ཟེར་ཡ་དེ་ག་འདྲ་ཆེ་ཐུན་མོང་མ་ཡིན་པའི་ཆེ་ཆེ་ཡིན་པ་དེ་ཧ་གོ་དགོས་ཀྱི་ཡོད་རེད་བར་དུ་ང་རང་ཚོ་ད་ལྟ་གནས་ཚ་གནས་སྐབས་འདི་ལ་ཅིག་བོད་ཀྱི་ནི་སྔོན་ཕྱི་འཇར་མན་བོད་རྣམས་ཀྱི་ཅིག་བཀའ་དྲིན་རྐྱང་བཞག་པ་དེ་ནི་ཅིག་ད་ལྟ་གི་ཉམས་རྒུད་ག་འདྲ་ཅིག་འགྲོ་གི་འདུག་དེའི་ཐོག་ལ་ང་རང་ཚོ་གི་ཤོག་རྒྱག་དགོས་ཡ་ག་རེ་འདུག་དེ་ནི་ཅིག་ཞི་བའི་ཐོག་ནས་མ་འོངས་པ་ནི་ཅིག་འཛམ་བུ་གླིང་དེ་ནི་ཁ་སོ་ག་བ་ལ་བསྐྱོན་གྱི་འདུག་ང་རང་ཚོ་དེ་དང་མཐུན་པའི་གི་ནི་ཅིག་ལ་ལས་ཀ་ཟ་བ་ག་རེ་བྱེད་དགོས་གི་འདུག། ཨོ་དེའི་ཐོག་ལ་ནི་རྣམ་པ་ཚང་མ་གི་ཡོང་གྱིས་ཚང་མ་ལོག་གི་ཤོག་རྒྱ་རོ་གྱིས་ཟེར་ན་ནི་རེ་ཁར་ཞུ་འདུག་ཀྱང། བཀྲ་ཤིས་བདེ་ལེགས།